ཡིད་དང། སྣ་ཞིག་གི་དྲི་ཡིད་དང། ལུས་ཞིག་གི་རེག་བྱ་ཡིད་དང། དེ་དག་བརྒྱུད་ནས་ཨེ་ནི་ཡིད་བློ་ལ་ཡང་སིམ་པའི་ཚོར་བ་རུ་གཅིག་ཡོང་དོན་གལ་ཆེ། དེ་དག་གང་དུ་མང་ཆེ་བྱས་བདེ་སྐྱིད་ཟེར་ཏེ་དེ་ལ་བསམ་ཁོག་འདུག་ག། ད་གར་གལ་ཆེན་པོ་རེད་ལབ་ན། ཡིད་ཤེས་ཀྱི་ཅིག་ཚོར་བ་བདེ་བ་མྱོང་བདེ། སྒོ་ལྔའི་ཤེས་པ་ལ་མ་བརྩི་བར་བྱས་ཤིང། ཡེ་ཤེས་ཁོ་རལ་བཀང་ནས། རྒྱུ་མཚན་དང་དགོས་པ་དང། དེ་འབྲས་ཀྱི་དང། བསམ་བློ་དང་ནི་དེ་འབྲས་ཀྱི་ཐོག་ནས་ཨེ་ནི། ཐོབ་པའི་ཡིད་ཀྱི་བདེ་བ་འདི། ཕྱིའི་གཟུགས་སྒྲ་དྲི་རོ་རེག་བྱ་ཡིད་དུ་འོང་ལ་ལྟོས་མི་དགོས་ཅིག། དབང་པོའི་ཤེས་པ་ལ་བརྟེན་ནས་བྱུང་བའི་ཡིད་བདེ་དེ་ཅིག་ཕྱིར་ལོག་གི་མཐུན་རྐྱེན་ཡག་པོ་ཞིག་མེད་ན་མ་ཡོང་ངེས་ཅིག། དག་ན་ཞིང་གི་ཅིག་ལུས་ལ་ནད་ན་ཚ་རུ་བྱུང་བ་ཡིན་ནས་མ་ཡོང་ངེས་ཅིག། ད་སྒོ་ངའི་ཤེས་པ་ལ་ལྟོས་པ་མེད་པ་བྱས་བྱས་ཡིད་བློ་ཁོ་རང་གང་ནས་ཅིག་བསམ་བློ་ཅིག་ཁོག་ནས་དཔེར་བྱ་བྱ་ན། གཅིག་བྱམས་པ་དང་སྙིང་རྗེ་དང་དེ་ནི་སྟོང་ཉིད་ཀྱི་ལྟ་བ་དང་གཅིག་དེ་འདྲའི་གི་བསམ་བློ་ཁོ་ནས་དེའི་རྐྱེན་པས་ཡིད་བློ་ཚིམས་པ་ཅིག་ཡིད་བློའི་བདེ་བ་ཅིག་བྱུང་བ་ཡིན་ན་དེ་ཕྱི་ལོག་གི་དབང་པོའི་མཐུན་རྐྱེན་དབང་པོའི་སྒྲ་སོགས་རིག་པའི་གི།

ལི་ཡ་རང་བཞིན་གྱི་ཅིག་བསམ་བློ་གཏོང་ཡག་ནུས་པ་ཅིག་ཆེན་པོ་ཡོད་བསྡད་པ་ཅིག་ཡིན། སྒོ་ངའི་ཤེས་པ་དེ་ཚོའི་གྲས་ནི་དུད་འགྲོ་ལས་ཕལ་ཆེར་དུད་འགྲོ་རིགས་ཁ་ཤས་མིག་གི་ཤེས་པ་དང་རྣ་བའི་ཤེས་པ་དེ་ཚོའི་གྲས་དེ་ང་ཚོ་མི་ལས་ཕལ་ཆེར་ཤུགས་ཆེ་ཕལ་ཆེར་ཡོད་ས་རེད། རེ་འདི་ཡིན་ནས་ཡིད་བསླུ། ཡིད་བསླུ། དང་རྟོག་པ་མི་འདྲ་མི་འདྲ་ཆགས་ཡོད་པ་འདི་མི་ཤུགས་ཆེ་ཤོས་རེད། Human Intelligence། ཤི་ར་ཤུགས་ཆེན་པོ་རེད། བྱས་ཙང་གི Intelligence ཤུགས་ཆེན་པོ་ཡོད་པའི་ཚོད་ཀྱི་རྣམ་རྟོག་འདྲ་མི་འདྲ་ཆགས་ཅི་ཡོད་དགོས་ཡག་རེད། རྣམ་རྟོག་འདྲ་མི་འདྲས་རྐྱེན་པས་རེ་བ་དང་དོགས་པ་དང་དེ་འདྲ་མང་འགུག་ཅི་ཡོང་བསྡད་ཀྱི་འདུག་ག།

རྟོག་དཔྱོད་བྱ་བའི་ནུས་པ་ཤུགས་ཆེར་ཡོད་པའི་རྐྱེན་བྱས་ནི་རེ་དོགས་མང། རེ་དོགས་མང་བའི་རྐྱེན་བྱས་ནི་ཨེ་ནི། ཅིག་དོགས་པ་དང་ཐེ་ཚོམ་དང་རེ་བ་འདྲ་མི་འདྲ་ཡོང་དོན་ཅིག། དེའི་རྐྱེན་པས་མ་སྐྱིད་པ་མང་ཡོང་དོན་ཅིག། ས་དེ་འདྲ་ཡིན་དུས་ཚང་ནས་ད། མིའི་རྣམ་དཔྱོད། ཅིག་ཕྱོགས་མང་པོ་ཅིག་མཐོང་ཐུབ་མཁན། ཅིག་ཕི་གེ་རེ་དོག་གི་ཕི་གེ་རྟོག་པ་མང་པོ་ཆགས་ཡག་གི་ནུས་པ་དེ་ཨེ་ནི། ཅིག་སེམས་མ་སྐྱིད་ཡོང་ཡག་གི་ཐོག་ལ་མ་ཕྱིན་པ་སེམས་ཕི་གེ་སེམས་རེ་ཡག་ཅིག་བདེ་སྐྱིད་ཡོང་ཡག་གི་ཆ་རྐྱེན་ག་འདྲ་སུ་དཀོར་ཟེར་ལབ་ན་གཙོ་བོ་གཙོ་བོ་མིའི་རྣམ་དཔྱོད་དེ་དག་མིའི་རང་བཞིན་གྱི་ཅིག་གཞན་ལ་བརྩེ་བ་བྱེད་ཡག་གི་བརྩེ་བ་ཞིག་དགོས།

འཇིགས་སྣང་རྣམ་རྟོག་འདྲ་མི་འདྲ་ལེགས་འདུག། འདིའི་ཁ་སྙན་པོ་འདི་གཞན་ལ་བསྩལ་བའི་བློ་ཅིག་སྐྱེས་པ་ཡིན་ན། ཨེ་ནི། རང་ཉིད་མཐའ་གཅིག་ཏུ་གཅེས་པར་བཟུང་བའི་རྐྱེན་བྱས་ནི་རེ་དོགས་མང་པོ་ཡོང་བསྡད་དེ་མྱུར་འགྲོ་ལེགས་འདུག། ཇི་ཙམ་གྱི་གཞན་ལ་བསྩལ་བའི་བློ་ཡོད་པ་དེའི་ཚོད་ཀྱིས། རང་གཅེས་པར་འཛིན་པའི་རྐྱེན་གྱིས་རྣམ་རྟོག་འདྲ་མི་འདྲ་མ་སྐྱེས་པ་ཡོང་བསྡད་དེ་ཀུན་རང་བཞིན་གྱིས་མྱུར་འགྲོ་ཡག་ཆེ། ཨེ། གཉིས་ནི། གཞན་གཅེས་པར་འཛིན་པའི་བློ་ཡོད་ན་སེམས་ཀྱི་ནང་ལ་སྙིང་སྟོབས་ལས་ཡག་ཅི། Self Confidence། ལས་ཡག་ཅི། དེ་ལས་ཡོད་དུས་ཅི་ག་རེ་ཡིན་ནའི་བོད་ཀྱི Transparent བྱེད་བསྡད་ཨ། དྲང་པོ་དྲང་བཞག་བསམ་པ་རྣམ་དག་ཕྱི་གསལ་ནང་གསལ་དེ་འདྲ་བྱུང་དུས་ཙང་ནི་དོགས་པ་ཡོད་ཡང་རྒྱུ་མི་འདུག་ཨ། གཅིག་བོད་ཀྱི་སྒྲ་མི་འདྲ་ཕྱི་ནང་མི་མཚུངས་བྱེད་ཡག་གི་རྒྱུ་མཚན་མི་འདུག་ཨ། དེ་འདྲ་ཡིན་དུས་ཙམ་ནས་སོ་སོའི་སེམས་ནང་ལ་སྙིང་སྟོབས་སླེབས་ཐེངས་ངེས་ཆེ། ཇི་ཙམ་གྱི་སྙིང་སྟོབས་སླེབས་པའི་ཚོད་ཀྱིས་སྙིང་སྟོབས་དེ་དག་ད་བཙལ་བས་དྲངས་པའི་སྙིང་སྟོབས། སྙིང་སྟོབས་རིགས་གཅིག་ལྐུགས་པའི་སྙིང་སྟོབས་སྦྱོར་དང་དེ་མན་ཆད། དེ་བཙལ་བས་དྲངས་པའི་སྙིང་སྟོབས་དེ་བྱུང་པ་ཡིན་ན། མིའི་རྣམ་དཔྱོད་དེ་བདེ་བའི་གྲོགས་ལ་འགྲོ་ཡག་ཅིག་མ་གཏོགས་ཨེ་ནི། སེམས་འཁྲུགས་ཡག་དེ་མ་ཡོང་ཡང་ཏན་ཏན་ཁྱད་པར་ཡོད་རེད།